ད་རུང་བུ་སློབ་བདུད་གསུག་གིས། བླ་མ་རིན་པོ་ཆེའི་སེམས་བསྐྱེད་ཀྱི་དོན་དུ། འཕགས་པ་སྤྱན་རས་གཟིགས་ཀྱི་སྐུ་ཡི་སྐྱེ་བ་བཞེས་ཤིང་ནང་འགྲོ་བདེན་དཔག་ཏུ་མེད་པ་བཅངས་པའི་གེ་ཐ་མ། སྤྱན་རས་གཟིགས་སྐུ་ཕྲེང་གཉིས་པ་འདི་ག་དུས་ལོ་སྐྱེ་བ་བཞེས་ཅི་ག་ཟེར་ཞུ་ཡིག་གི་ལན་ལུགས། ཤམྦྷ་ལ་ཡི། རྒྱལ་ཁབ་སྲིང་གི་ཁྲིར་དཔལ་ལྡན་རྒྱུད་ཀྱི་རྒྱས་འགྲེལ་བྱེད་པ་པོ། ཟས་གཙང་གསལ་རྒྱལ་ལུང་བསྟན་པད་དཀར་འཛིན། རི་ལྡན་དབོན་པོ་གཉིས་པ་བདག་ར་ཡིན། ཟས་རྒྱལ་པོ་རི་ལྡན་སྤེལ་མ་དཀར་འབེལ་གྱི་སྐྱེ་བ་བཞི་པའི་ལོ་རྒྱུས་གསུམ་མོད། དེ་ཡང་འཕགས་པ་སྤྱན་རས་གཟིགས་དེའི་བསྐལ་པ་མང་པོའི་གོང་རོལ་ལས། སེམས་བསྐྱེད་ཀྱིས་འགྲོ་དེ་མཐའ་ར་ཕྱིན། དེ་བཞིན་གཤེགས་པ་དཔལ་ཚེ་རྒྱལ་པོ་ཟད་མེད་ཀྱི་རྣམ་པ་ལུ་སངས་རྒྱས་ས་ཏི་བའི་ས་ཕྱི་རུ། སླར་ཡང་བདེ་བ་ཅན་གྱི་ཞིང་ཁམས་ན་སངས་རྒྱས་སྣང་བ་མཐའ་ཡས་ཀྱི་ཉི་གནས་པའི། སངས་རྒྱས་ཀྱི་རིམ་གྲོ་མཛད། ལྷོ་ཕྱོགས་རི་བོ་གྲུ་འཛིན་ཀླུ་བཞུགས་ཤིང་ན་སེམས་བསྐྱེད་དཔག་ཏུ་མེད་པས་འགྲོ་དོན་མཛད། སངས་རྒྱས་ཤཱཀྱ་ཐུབ་པས་ཀུན་འདུས་ལོ་བྱང་ཆུབ་སེམས་དཔའི་ཚུལ་བཟུང་འདུས་པའི་བཞུགས་པའི་སྐབས་སུ། སྟོན་པ་འདིས་སྙིང་རྗེའི་པདྨ་དཀར་པོའི་མདོག་ལ་སོགས་པ་སྤྱན་རས་གཟིགས་ལ་བརྟེན་པའི་མདོ་རྒྱུད་ཉི་ཤུ་རྩ་གཅིག་སོགས་རྒྱ་ཆེར་གསུངས། སླར་ཡང་ལྷོ་ཕྱོགས་དཔལ་ལྡན་འབྲས་སྤུངས་ལོ་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་སྡེ་དགེས་གཙོས་པའི་རྒྱལ་སྲས་བྱང་ཆུབ་སེམས་དཔའ་སྡེ་སོ་དགེ་གསོལ་བ་བཏབ་པའི་ངོགས་ན་དཔལ་ལྡན་རྒྱུ་སྐར་གྱི་དཀྱིལ་འཁོར་སྤྲུལ་ཞིམ་ན་གསང་སྔགས་བཟང་མོའི་ཆོས་རྒྱུད་འཁོར་ལོ་དཔག་ཏུ་མེད་པ་རྣམས་བསྐོར་བ་མཛད་པའི་ཐ་མ་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་ལུགས། མ་འོངས་པའི་སེམས་བསྐྱེད་ཀྱི་དོན་ལུགས། ཤམ་བྷ་ལ་ལུགས་གསུང་ཤིང་ནང་དཔལ་བསྟན་རྒྱུད་ལུགས། རྒྱས་འགྲེལ་བརྩམས་འདུས་པའི་སེམས་བསྐྱེད་ཀྱི་འགྲོ་དོན་སྦེལ་ཀོབ་སི་ཝི་གི་ལུང་བསྟན་གནང་བ་ལྟར། ཕྱི་ཡི་རིམ་གྱིས་ལུང་བསྟན་དུས་ལུགས་བབས་པའི་སྐབས། འཛམ་བུ་གླིང་གི་བྱང་ཕྱོགས་རི་རབ་ཀྱི་ཉུལ་གནས་ཞེས་བའི་ལྷོ་ཕྱོགས་རི་བོ་གངས་ཅན་དང་དེ་དག་ཉིད་ཡི་ཕྱིར་གངས་རི་ར་བས་ཡོངས་སུ་བསྐོར་བའི་ཞིང་ནང་པད་མ་གེ་སར་རབ་ཏུ་རྒྱས་པའི་ཡུལ་གྲོང་ཁྱེར་བྱེ་བ་ཕྲག་དགུ་བཅུ་རྩ་དྲུག་པའི་དབུས། ཕོ་བྲང་ཆེན་པོ་ཀ་ལ་པ་ལུ། རྒྱལ་པོ་རི་ལྡིང་འཇམ་པའི་གྲགས་པ་སྲིན་མེད་ཀྱི་སྲས། པདྨ་དཀར་པོ་ཀླུ་སྐྱེ་བ་བཞི་བཤིམས་ན། རྒྱལ་བུད་ཀྱི་སྲས་ཁྲི་ཀླུ་བྱོན་བཤིམས་ལས། དཔལ་ལྡན་རྒྱུད་ཀླུ་རྒྱལ་དྲིལ་དྲི་མ་མེད་པའི་ཡུལ། བརྩམས་བཤིམས་ན། སྐྱེ་བ་དག་ལྡན་པ་ལུ་རྒྱ་ཆེར་སྤེལ་ཏེ་ད་ལྟའི་བར་དུ་ཨེ་འཛམ་བུ་གླིང་ན་ཆོས་སྡེ་དགེ་ཁྲི་ལས་ཀྱི་ཆབ་འདི་ཡོད། པིང་དོ་རུ་བུ་སློབ་སྡེ་གཟུགས་ཀྱི་སྐུ་ཕྲེང་གསུམ་པ་འདི། ག་ཏི་ལོ་ཆོས་དབྱིངས་དགའ་བསུ་ཞུ་ཡི་དགེ་ལེན་ལོ། བོད་འབངས་ཀུན་ལ་ཐུགས་རྗེའི་དབང་བསྒྱུར་དཔལ། ཐུབ་པའི་རིང་ལུགས་ལྷ་མིའི་མཆོད་པའི་སྲོལ། དང་པོར་བསྟོད་པའི་བཀའ་དྲིན་ཟླ་མེད་པ། སྤྲུལ་པའི་ཆོས་རྒྱལ་དེ་ཡང་བདག་ར་ཡིན། སླར་ཡང་བོད་གངས་ཅན་གྱི་ལྗོངས་ལུགས། སྤྲུལ་པའི་ཆོས་རྒྱལ་རྒྱལ་པོ་སྲོང་བཙན་སྒམ་པོའི་གི་སྐྱེ་བ་བཞི་པའི་ལོ་རྒྱུས་གསུམ་ནས། སྟོན་པ་བཅོམ་ལྡན་འདས་མྱ་ངན་ལས་འདའ་རིམ་ན་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་ལུས་ཁ་བ་ཅན་དུ་སོར་བྲིས་ནས་ས་ལའི་ནང་ནས་འབྱུང་བར་འགྱུར་རོ། ངེད་ཀྱི་བསྟན་པའི་ཐ་མ་བུ་ཁ་བ་ཅན་གྱི་རྒྱལ་ཁབ་ན་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་ཁྱོད་ཀྱི་གདུལ་བྱར་ཡོད་པས་ཡུལ་ཕྱོགས་དེ་དག་ཁྱོད་ཀྱིས་སེམས་བསྐྱེད་ཀྱིས་འགྲོ་དོན་འབའ་ཞིག་ཟེར་བའི་ལུང་བསྟན་གནང་བ་ལྟར་བུ་ཁ་བ་ཅན་གྱི་ཞིང་ཡོངས་སུ་བཟུང་གཟུགས་བཞིན། སྟོན་པའི་འདས་ལོ་ཆིག་སྟོང་དྲུག་བརྒྱ་བདུན་བཅུ་དོན་བཞི་པ། མེ་གླང་གི་ལོ་ལོ་བུད་ཀྱི་རྒྱལ་རབས་སུམ་ཅུ་རྩ་གསུམ་པ་གནམ་རིག་སྲོང་བཙན་དང་དྲི་ཟ་ཐུལ་དཀར་དུ་གྲགས་པའི་སྲས་པའི་སྤྱི་ལོ། དྲུག་བརྒྱ་བཅུ་བདུན་གྱི་ལོ་ལོ་བུད་ཆོས་ཀྱི་རྒྱལ་པའི་ཐོག་མར་སྤྱན་རས་གཟིགས་རྒྱལ་པོ་སྲོང་བཙན་སྒམ་པོ་སྐུ་འཁྲུངས། དེ་ལས་དགུང་ལོ་བཅུ་གསུམ་བཞེས་པའི་ས་གླང་གི་ལོ་ལོ་རྒྱལ་པའི་སྲས་ཁྲི་ལོའི་བྱོན་ཞིབ་ན་ལས། ཆོས་ཀྱི་བློན་པོ་རྣམ་པ་གཉིས་ལུས་རྒྱལ་སྲས་ཆོས་བཞིན་དུ་སྤྱང་ཀོ་བའི་བཀའ་སྡོམ་མཛད་དེ་གསང་ཡེ་བདག་པོ་ཕྱག་ན་རྡོ་རྗེ་གིས་སྤྲུལ་པ། བློན་པོ་སྒར་དགེ་སྣ་ཚོགས་རིག་པའི་ཁྲུས་ཐབས་དགེ། རྒྱ་ནག་ལས་རྒྱ་བཟང་མ་དང། བལ་བོ་ལས་བལ་བཟང་མ་གཉིས། རྒྱལ་པོ་སྲོང་བཙན་སྒམ་པོའི་བཙུན་པའི་ལན་གཤིས་ན། འཛམ་བུ་གླིང་ན་འགྲན་ཟླ་དང་བྲལ་བ་སངས་རྒྱས་སྐུ་བསྙུན་དང་བྱིན་རླབས་མཉམ་སྤེལ་གྱི་ཇོ་བོ་ཤཱཀྱ་མུ་ནེ་དང། ཆུ་བོ་མི་བསྐྱོད་རྡོ་རྗེ་རྣམ་པ་གཉིས་བུའི་ལུས་གདན་དྲངས། མཐའ་དུས་ཡང་དུས་ཀྱི་གཙུག་ལག་ཁང་འདི་སུ་རིམ་པ་བཞིན་དུ་བཞེངས། བཙུན་མོ་རྣམ་གཉིས་ཀྱི་ཞོ་ཤ་རྣམ་གཉིས་ཀྱི་རྟེན་འདི་སུ་བཞུགས་གཟུགས་ཀྱི་དོན་ལུགས་ལྷ་སྡེ། འཕྲུལ་སྣང་དང་རང་མོ་ཆེ་ཡི་གཙུག་ལག་ཁང་འདི་སུ་བཞེངས་བཞིན་ལས། སེམས་བསྐྱེད་ཀྱི་འགྲོ་དོན་མཛད། རྗེ་བཙན་འཇམ་པའི་དབྱངས་ཀྱི་སྤྲུལ་པ་བློན་པོ་ཐུ་མི་སམ་བཱ་ཀྲ་གིས། ཀ་བ་ཁེ་ཐུ་སེ་སྡེ་པས་རྒྱ་གར་འཕགས་པའི་ཡུལ་ལུགས་ཆོས་རྒྱ་གར་གྱི་སྒྲ་དང་ཡི་གེ། བཀའ་ཟློག་རྒྱུད་ཀུན་ལུགས་ཁྱད་པར་སྦྱང། སྤྱན་རས་གཟིགས་ཀྱི་ཟློག་རྒྱུད་ཉི་ཤུ་རྩ་གཅིག། བོད་ལུགས་གནམ་བདེ་བའི། ཐུན། བོད་སྐད་ཀྱི་འཇུག་པ་དང་བསྟུན་པའི་གི། བོད་ཀྱི་ཡིག་གཟུགས་གསར་བརྩམས་བརྡ་སྤྲོད་རྒྱུད་གཏན་ཆེ་འདི་སོས་གསར་དུ་བརྩམས་གནང། སྔོན་ཆད་བོད་ལུགས་དམ་པའི་ཆོས་ཀྱི་སྣང་བ་མེད་པ་དེ་དེ་ལས་བཟུང་ཤིབ་ན་ལས་ལྷ་ཆོས་རྒྱལ་བ་བཅུ་དང་མི་ཆོས་གཙང་མ་བཅུ་དྲུག་གིས་མཚོན་པའི་ལུགས་གཉིས་ཁྲིམས་ཀྱི་བཀའ་སྲོལ་གསར་དུ་གཏོད་པར་མཛད་དེ། རྒྱལ་པོ་རང་གིས། མ་ནི་བཀའ་འབུམ་ལ་སོགས་བོད་ཀྱི་ཆོས་བདག་གདམས་ངག་ལེགས་བཤད་ཀྱི་གསུང་ཞིམ་ན་ལས། བོད་ཀྱི་སེམས་ཅན་འདི་སུ་བྱང་ཆུབ་ཀྱི་སྐལ་བ་དང་ལྡན་པར་མཛད། སླར་ཡང་ཐུགས་རྗེ་ཆེན་པོ་ཉིད་ཀྱིས་སྤྲུལ་པ། བུའི་གླུ། རིམ་དང་ཅིག་ཅར་དུ་བྱོན་གཉིས་པའི་ཞལ་གྱི་གཞི་ཞིམ་ན་ལས། ལུང་བསྟན། ཇོ་བོ་རང་བྱུང་ལྔ་ལྡན་གྱི་ཐུགས་ཁར་ཐིམ་འཇུག་འཇུག་དབྱིངས། ཏུ་རུ་བུ་སློབ་བདེ་སུ་གི་སྐྱེས་རེ་ཟི་སྐུ་ཕྲེང་བཞི་པ་དེ་འགྲོ་སྟེང་ག་ཏི་ལུ་གྱོན་ཡིན་སེ་ཤུ་ད་ལུ་དེ་ཡིས་ལན་ལུ། ཟངས་མོ་རྟ་ཡི་བཞི་ཡི་ཚོར་ལྷུང་ཞིང། ཟབ་རྒྱའི་ཆུ་ཕུང་བྱི་ཡི་ཆུ་ཀླུང་གི་གདོང་དམར་ཅན་གྱི་ནགས་ཀྱི་གདུང་སེལ་མཁན་གཤེན་རྟ་ར་ཆེའི་རྟ་ཡང་ཟླ་ར་ཡིན་ཟེར་བའི་མཁན་ཆེན་ཞི་བ་འཚོ་ཡི་སྐུ་ཡི་སྐྱེ་བ་བཞི་པའི་ལོ་རྒྱུས་གསུངས་མོད། རྒྱལ་བའི་བཀའ་མདོ་གི་དུ་མ་ནས་ལུང་བསྟན་པའི་མཁན་ཆེན་བྱང་ཆུབ་སེམས་དཔའ་འདི་རྒྱ་གར་ཤར་ཕྱོགས་ཟ་ཧོར་གྱི་རྒྱལ་ཁབ་ཁ་ས་ར་ན་སི་མེ་དེ་ག་རྒྱལ་པོ་གོ་མ་བདེ་བ་སི་བི་གི་སྲས་པའི་སྐུ་འཁྲུངས་ཤིམ་ན་ལའི་ནཱ་ལེནྡྲ་ཡི་མཁན་པོ་ཡེ་ཤེས་སྙིང་པོ་ལས་རབ་ཏུ་བྱུང། མཚན། གཤེན་དང་ར་བྱི་དང་སེ་བྲག་སྡེ་པའི་རིག་པའི་གནས་མཐའ་དག་ཀླུ་ཁྱད་པར་འབྱངས་པས་ནཱ་ལེནྡྲ་ཡི་མཁན་པོ་མཛེས་ཤིང་ནང་འགྱུར་བ་ངན་པ་མཐའ་དག་ཚར་ར་བཅད་སྡེ་པའི་མཁས་པའི་གྲགས་པ་སེང་གེ་གི་སྒྲ་ཆེན་པོས་ས་སྟེང་ཐམས་ཅད་དུ་ཁྱབ་པར་མཛད། འཛམ་གླིང་མཐའ་ཡི་ཀུན་ཀློ་ཆགས་པའི་འགྲོ་བདེ་མཛད་བཞུགས་པའི་སྐབས་སུ་ཀླུ་བུ་གའི་རྒྱལ་པོ་ཁྲི་ཚོ་སྡེ་བཙན་གྱིས། རྒྱ་གར་ནཱ་ལེནྡྲའི་མཁན་ཆེན་ཞི་བ་འཚོ་དང་སློབ་དཔོན་པད་མ་རྒྱུད་ནས་རྣམ་པ་གཉིས་རིམ་པ་བཞིན་དུ་བུ་ཀླུ་བདེ་འབྲས་ཞུ་སྔོན་གྱི་རྨི་ལམ་གྱི་ནུས་མཐུ་ལུས་རྟེན་འདུས་པའི་མཁན་སློབ་ཆོས་གསུམ་བདེན་འཛོམས་འདུས་པའི་བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པའི་གཙུག་ལག་ཁང་ཆེན་པོ་བཞེངས། མཁན་ཆེན་བྱང་ཆུབ་སེམས་དཔའ་དེའི་བོད་ལུགས་དགེ་སློང་གིས་ཐོག་མར་སད་མི་མི་བདུན་རབ་ཏུ་བྱུང་ཞིམ་ན་ལས་བསྟན་རྩ་དགེ་འདུན་གྱི་སྡེ་ལས་ཤ་སྤེལ་བར་མཛད། གནང་བཀའ་དང་བསྟན་བཅོས་ཀྱི་གཞུང་ལུགས་རྣམས་ཕྱི་གླིང་གི་གཏན་ལ་ཕབ་པའི་སུས་བཙུགས་ཏེ་བུའི་མིང་པའི་གླིང་ལུགས་དམ་པའི་ཆོས་ཀྱི་སྣང་བས་ཆགས་པར་མཛད་གནང་ཡིན། སྤྱིར་རས་གཟིགས་སྐུ་ཕྲེང་ལྔ་པ་དེ་འགྲོ་དོན་ག་དུས་ལུས་ཆོད་ཡིན་སྲས་ཞུ་ན་ལུས་དེ་ཡིས་ལེན་ལུས། ཕྱི་ནང་ཤེས་བྱའི་འཛིན་པ་མ་ལུས་པར། མི་རྗེ་ཟུང་གི་འཁོར་ལོར་ལས་བསྒྱུར་བའི། ཕས་ཀྱི་བསྒྱུལ་བའི་ཕྱོགས་ལས་རྣམ་རྒྱལ་བའི། པན་ཆེན་ནཱ་རོ་དེ་ཡང་བདག་ར་ཡིན་སྲས། རྒྱ་གར་ན་པན་ཆེན་ནཱ་རོ་པའི་སྐུ་ཡི་སྐྱེ་བ་བཞི་པའི་ལོ་རྒྱུས་གསུངས་མེད། དེ་ཡང། རྒྱ་གར་ཁ་ཆེ་གི་ཡུལ་གྱི་གྲོང་ཁྱེར་དཔེ་མེད་ཟེར་ས་ལུ། རྒྱལ་པོ་དགེ་བའི་གོ་ཆ་གི་སྲས་པའི་སྤྱི་ལོ། དགུ་བརྒྱ་དྲུག་ཅུ་རེའི་གཞི་དཔེ་གི་ཤིང་ལྕགས་ལུ་སྐུ་འཁྲུངས། རིན་པོ་མ་ལེན་པ་ཕྱི་ནང་རིག་པའི་གནས་ཐམས་ཅད་ལུ་ཁྱད་པར་སྦྱངས་བདེ་བས་མི་བརྗེད་པའི་གཟུངས་ཐོབ། ཕལ་གྱི་རྒྱུ་བ་ཐམས་ཅད་འདུལ་བར་མཛད་བདེ་བས། འཇིགས་མེད་གྲགས་པ་ཟེར་བའི་གི་མཚན་ཡང་ཐོབ་བཞིན་གནང། ལུང་རིགས་སྨྲ་བ་ཐམས་ཅད་ཀྱི་སུན་ནོར་བས་གཏན་བདེ་ཡོད་པས། ནཱ་ལེནྡྲ་ཡི་བསྟན་པ་ཡུན་རིང་དུ་བསྐྱངས་ཏེ་བཞུགས་པའི་མཐའ་མ། ཡེ་ཤེས་མཁའ་འགྲོ་མ་དང་འཁོར་ལོ་སྡོམ་པའི་ལུང་བསྟན་འདུས་པའི་བཀའ་ཕྲིན་བཅུ་གཉིས་བཤད་དེའི་རྣལ་འབྱོར་གྱི་དབང་ཆོས་ཆེན་པོ་རྗེ་བཙན་ཏི་ལི་བའི་ཞབས་ས་ལུ་ཐུག་རྗེ་བཙན་ཏི་ལི་པ་དེ་གའི་རྗེས་སུ་བཟུང། མི་ལོ་བཅུ་གཉིས་ཀྱི་བར་དུ་རྗེ་བཙན་ཏི་ལོད་པའི་ཕྱག་བཞུགས་བསྡུས་པའི་ཀ་བ་ཆེན་པོ་བཅུ་གཉིས་བཅས་བསྡུས་པའི་བླ་མ་གཉིས་པར་མཛད་པའི་ཐ་མ་བླ་མེད་ཀྱི་ཕྱིར་ལྷའམ། ཞབས་ལྷའམ་དཔྲལ་བར་བསྣུན་པའི་རྐྱེན་གྱིས་པའི་སྐད་ཅིག་མ་གཅིག་ལུས་བདེན་པ་གཟིགས་ཕྱོགས་ཀྱི་མྱུར་དུ་ཐོབ། ཤུལ་ལས་སྦི་ཏྲ་མ་ཤི་ལ་ཞེས་གྲགས་པའི་གི་གཙུག་ལག་ཁང་བདུན་བརྒྱ་རིག་པའི་གནས་ཐམས་ཅད་ལོ་མཁས་པའི་དཔེ་འབྲི་སྟ་ཆེན་པོ་ལྔ་བརྒྱ། སློབ་མ་སྡེ་སྣོད་གསུམ་པ་བྱེ་བ་ཕྲག་མང་པས་བསྐོར་བསྡུས་པའི་ཆོས་ཀྱི་འགྲོ་དོན་བསྐྱངས་བཞུགས་ཀྱིས། བྱང་སྒོར་སྲུང་ཡིས་དཔེ་འགྲེལ་ལྟར་མཛད་འདུས་པའི་མུ་སྟེགས་ཐམས་ཅད་ཆོས་ཀྱིས་ཕམ་པར་མཛད། ཕྱིས་བརྟུལ་ཞུགས་ཀྱི་སྤྱོད་པ་ལུས་བྱོན་ཞིམ་ནང་ཕྱོགས་རྒྱུ་མྱོས་གྲུབ་ཚེ་འདི་ལུས་ཐོབ་འདུས་པས་མཁའ་སྤྱོད་ཆེན་པོར་གཤེགས་ཀྱིས། ནཱ་རོ་པ་དྷི་གི་སློབ་མ་སྟེ་རང་གི་ལྕམ་དང་མཆོག་གྱུར་དཔལ་ཆེན་བརྒྱད། གྲུབ་བརྙེས་བརྒྱ་དང་རྩ་བརྒྱད། བརྟུལ་ཞུགས་སྤྱོད་པ་ལྔ་བཅུ་བསྲེ་སྟེ་སློབ་མ་ལེགས་བཤད་ཅིག་ཡོད་པའི་ནང་ནས། བོད་ཀྱི་སྒྲ་སྦྱོར་གྱི་རྒྱལ་པོ་མར་པ་ལོ་ཙཱ་བདེ་སྐྱིད་པད་ནག་རོལ་པའི་ཞབས་ལ་གཏུག། གདམས་ངག་ཐམས་ཅད་ཡོངས་སུ་རྫོགས་པར་ཞུ། རྒྱུད་སྡེ་དང་གདམས་སྐོར་ཐམས་ཅད་བོད་གླུ་གདན་དྲངས་ཤིག་ན། བཀའ་བརྒྱུད་ཀྱི་བསྟན་པའི་ཆུ་འགོ་དྭངས་པའི། པད་ནག་རོལ་པའི་བཀའ་དྲིན་ལས་གཏན་བདེ་བའི་སྒྲ་བསྒྱུར་དགེ་རྒྱལ་པོ་མར་པ་ལོ་ཙཱ་བདེ་དགེའི་བོད་གླུ་གཙུག་ན་བརྣབ་ཨིན།